ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏིན་གྱིས་དེ་རིང་རེས་གཟའ་ལྷག་པའི་ཉིན་མོར་ཨི་སི་རལ་དང་ཡུ་ཀེ་རེན་དེ་བཞིན་ཐའེ་ཝན་བཅས་ཀྱི་ཆེད་དུ་ཨ་སྒོར་ཐེར་འབུམ་དགུ་བཅུ་དགོས་ངེས་དམག་དོན་རོགས་རམ་གྱི་ཁྲིམས་འཆར་དེ་དང་དེ་བཞིན་སྤྱི་ཚོགས་དྲ་རྒྱ་ཏིག་ཏོག་དེ་བཞིན་ཨ་མི་རི་ཀའི་བཟོ་ཚོང་ཁང་ཞིག་ལ་ཚོང་བསྒྱུར་བྱེད་དགོས་པ་དང་དེ་མིན་ཨ་མི་རི་ཀའི་ནང་ལ་བཀག་སྡོམ་བྱེད་རྒྱུར་དམིགས་པའི་ཁྲིམས་འཆར་དེར་མཚན་རྟགས་བཀོད་ནས་ཁྲིམས་གཞིར་གཏན་འབེབས་གནང་ཡོད་པ་རེད། སྲིད་འཛིན་ཇོ་པཱ་ཏིན་གྱིས་དེ་རིང་སྲིད་འཛིན་ཕོ་བྲང་ནས་སེ་ར་དེ་གནང་བ་སྐབས་ལ། ང་ཚོས་དུས་སྐབས་དམ་འཛིན་བྱས་ཏེ་མཉམ་འབྲེལ་གྱི་ཐོག་ནས་ལས་དོན་དེ་བསྒྲུབ་ཐུབ་ཡོད། ད་ཆ་ང་ཚོས་མགྱོགས་མྱུར་མདུན་སྐྱོད་བྱེད་དགོས་ཞེས་གསུངས་ཡོད་པ་རེད། འོན་ཀྱང་སྲིད་འཛིན་ཇོ་པཱ་ཏིན་གྱི་གཞུང་འཛིན་ལྷན་ཁང་གིས་ཐོག་མར་ཕྱི་ཟླ་བརྒྱད་པའི་ནང་ལ་ཡུག་ཀེན་གྱིས་ཨུ་རུ་སུ་ལ་ཕར་རྒོལ་བྱ་རྒྱུར་དམག་དོན་རོགས་དངུལ་གྱི་འབོད་སྐུལ་ཐོག་མར་དེ་བྱས་པ་དེ་ལ་འགོག་རྐྱེན་འཕྲད་པའི་རྐྱེན་གྱིས་དམག་སའི་ཐོག་ལ་གནོད་སྐྱོན་ཆེན་པོ་བྱུང་ཡོད་པ་རེད། དྲག་ཆས་གོ་མཚོན་གྱི་རོགས་རམ་འཕར་སྣོན་གནང་ཡོད་ཀྱང་ཟླ་བ་མང་པོའི་རིང་ལ་འགོག་རྐྱེན་བྱུང་བའི་རྐྱེན་གྱིས་ཡུག་ཀེན་གྱིས་དམག་ཤུགས་སླར་གསོ་བྱ་རྒྱུ་ཁག་པོ་ཡིན་པ་རེད། འོན་ཀྱང་སྲིད་འཛིན་ཇོ་པཱ་ལིན་གྱིས་ད་རེས་ཡུག་ཀེན་གྱི་ཆེད་དུ་ཨ་སྒོར་ཐེར་འབུམ་དྲུག་ཅུ་ར་གཅིག་གི་དམག་དོན་རོགས་རམ་བཀའ་འཁྲོལ་གནང་བའི་ཁོངས་ནས་ཨ་སྒོར་ཐེར་འབུམ་གཅིག་གི་དམག་དོན་རོགས་རམ་དེ་དང་འཕྲལ་དུ་མཁོ་སྤྲོད་བྱ་རྒྱུར་བཀའ་འཁྲོལ་གནང་ཡོད་པ་རེད། གྷེ་ཟ་རེ་ས་མིག་དམར་གྱི་ཉིན་མོ་ཨ་མི་རི་ཀའི་གྲོས་ཚོགས་གོང་མས་ཨི་ཟི་རལ་དང་ཡུ་ཀེ་རེན། དེ་བཞིན་ཐའེ་ཝན་བཅས་ཀྱི་ཆེད་དུ་རོགས་དངུལ་གྱི་ཁྲིམས་འཆར་འདིའི་ཐོག་ལ་འོས་བསྡུ་གནང་སྟེ་རྒྱབ་སྐྱོར་གྱི་འོས་གྲངས་བདུན་ཅུ་དོན་དགུ་དང་ཁ་གཏད་འོས་གྲངས་བཅོ་བརྒྱད་ཀྱི་ཁྱད་པར་ཐོག་ནས་མོས་མཐུན་བཀའ་འཁྲོལ་གནང་བའི་རྗེས་སུ་གྲོས་ཚོགས་གོང་མའི་འཐུས་མི་གྲངས་མང་གི་དབུ་ཁྲིད་སྐུ་ཞབས་ཆག་ཤུས་མུར་གྱིས་ད་རེས་ཨ་མི་རི་ཀས་འཛམ་གླིང་ཡོངས་ལ་བརྡ་འཕྲིན་ཞིག་གཏོང་གི་ཡོད་ཅེས་གསུངས་ཡོད་པ་རེད། Tonight།
ཟླ་བ་དྲུག་ཙམ་རིང་ལ་དཀའ་སྤྱད་འབད་བརྩོན་དང་བགྲོད་ལམ་ཀྱག་ཀྱོག་དཀའ་ཚེགས་ཅན་ཞིག་བརྒྱུད་པའི་རྗེས་སུ་ཨ་མི་རི་ཀས་ད་རེས་འཛམ་གླིང་ཡོངས་ལ་བརྡ་འཕྲིན་ཞིག་གཏོང་གི་ཡོད་པ་དེ་ནི་ང་ཚོས་རང་གི་མཐུན་ཕྱོགས་ཚོ་ལ་དུས་རྟག་ཏུ་ཁྱེད་ཚོའི་རྒྱབ་གཉེར་སྤོང་རོགས་བྱ་རྒྱུ་ཡིན་ཞེས་དང། ང་ཚོའི་ཁ་གཏད་དགྲ་ཟླ་ཚོར་ལ་ང་ཚོར་ཁ་གཏད་འགྲན་རྩོད་མ་བྱེད་ཅེས་དང། དེ་བཞིན་ང་ཚོས་འཛམ་གླིང་ཡོངས་ལ་ང་ཚོས་དམངས་གཙོའི་ལམ་ལུགས་དང་མི་ཚེའི་ལམ་སྲོལ་སྲུང་སྐྱོབ་བྱ་རྒྱུར་ཐབས་ཤེས་འབད་བརྩོན་ཡོད་རྒུ་རྩལ་སྤྲུགས་བྱ་རྒྱུའི་བརྡ་འཕྲིན་ཞིག་གཏོང་གི་ཡོད། ད་རེས་ཀྱི་རྒྱལ་དོན་བདེ་འཇགས་ཀྱི་ཁྲིམས་གཞི་འདི་ནི་དུས་ཡུན་རིང་པོ་ཞིག་གི་རྗེས་སུ་གྲོས་ཚོགས་ཀྱིས་ཨ་མི་རི་ཀའི་བདེ་འཇགས་སྲུང་སྐྱོབ་དང་ནུབ་ཕྱོགས་པའི་དམངས་གཙོའི་ལམ་ལུགས་སྲུང་སྐྱོབ་བྱ་རྒྱུར་དམིགས་པའི་ཁྲིམས་འཆར་གལ་འགངས་ཆེ་ཤོས་དེ་རེད། ཅེས་གསུངས་ཡོད་པ་རེད། and the security of Western democracy།
ད་རེས་ཨ་མི་རི་ཀའི་གྲོས་ཚོགས་གོང་མས་ཁྲིམས་འཆར་དེ་ལ་མོས་མཐུན་བཀའ་འཁྲོལ་གནང་པའི་རྗེས་སུ་ཡུག་ཀེན་གྱི་སྲིད་འཛིན Volodymyr Zelenskyy ཡིས། ད་རེས་ཁྲིམས་འཆར་འདི་ལ་བཀའ་འཁྲོལ་གནང་པའི་ཐོག་ནས་ཨ་མི་རི་ཀ་འདི་བཞིན་དམངས་གཙོའི་སྣེ་ཁྲིད་འགྲོས་མི་དང་རང་དབང་ཅན་གྱི་འཛམ་གླིང་ཡོངས་ཀྱི་དབུ་ཁྲིད་ཡིན་པ་དེ་ནན་བརྗོད་གནང་ཡོད་རེད་ཅེས་གསུངས་ནས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་དབུ་ཁྲིད Chuck Schumer དང Mitch McConnell རྣམ་གཉིས་ལ་ཐུགས་རྗེ་ཆེ་ཞུས་གནང་ཡོད་པ་རེད། དེའི་སྔོན་དུ་ཨ་མི་རི་ཀའི་གྲོས་ཚོགས་འོག་མས་རེས་གཟའ་སྤེན་པའི་ཉིན་མོར་ཁྲིམས་འཆར་འདི་ལ་མོས་མཐུན་གནང་པའི་རྗེས་སུ་ད་རེས་གྲོས་ཚོགས་གོང་མར་སྙན་འབུལ་ཞུས་པའི་རྗེས་སུ་བཀའ་འཁྲོལ་ཐག་གཅོད་འདི་བྱུང་ཡོད་པ་རེད། ཡང་དེའི་སྔོན་དུ་རེས་གཟའ་མིག་དམར་གྱི་ཉིན་མོ་ཐའེ་ཝན་གྱི་སྲིད་འཛིན་བདམས་ཐོན་སྐུ་ཞབས་ལཱི་ཅིང་ཏེ་ཡིས་ཨ་མི་རི་ཀའི་གྲོས་ཚོགས་ཀྱིས་ད་རེས་རོགས་རམ་བཀའ་འཁྲོལ་གནང་པ་འདི་ལ་ཐུགས་རྗེ་ཆེ་དང་བསྔགས་བརྗོད་གནང་ཡོད་པ་རེད། ཝུའུ་ཨན་ཅིན་ཅི་པུའུ་ཚོང་པུའུ་ཁང་པ་ཨན་ཅི་རྫོང་པ་སི་ཤི་དབྱི་དབྱི་མེན་ཡོན་ཏི། ཨ་རིའི་གྲོས་ཚོགས་ཀྱི་ཁྲིམས་འཆར་འདི་ཡིས་ནུབ་ཕྱོགས་ཞི་བདེ་རྒྱ་མཚོའི་མཐུན་ཕྱོགས་མངའ་ཁུལ་གྱི་ནང་ལ་བཙན་ཤེད་དབང་སྒྱུར་རིང་ལུགས་ལ་འགོག་རྒོལ་བྱ་རྒྱུའི་ནུས་ཤུགས་དེ་ཇེ་ཆེར་གཏོང་རྒྱུ་མ་ཟད། ཁྲིམས་འཆར་འདི་ཡིས་ཐའེ་ཝན་མཚོ་འགག་ཡོངས་ཀྱི་ནང་ལ་ཞི་བདེ་བརྟན་ལྷིང་འགན་སྲུང་བྱ་རྒྱུ་དང། དེ་བཞིན་ཨ་མི་རི་ཀས་མངའ་ཁུལ་འདིའི་ནང་ལ་རང་དབང་དང་དམངས་གཙོ་སྲུང་སྐྱོབ་བྱ་རྒྱུའི་ཆོད་སེམས་དང་བློ་འདེང་གོང་མཐོར་དང་ནུས་ཤུགས་ཇེ་ཆེར་གཏོང་རྒྱུར་ཕན་ནུས་ཀྱི་ཤུགས་རྐྱེན་ཆེན་པོ་གཅིག་རེད། ཅེས་གསུངས་ཡོད་པ་རེད།
ད་རེས་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཁྲིམས་འཆར་འདི་ཡིས་ཐའེ་ཝན་ལ་ཨ་སྒོར་ཐེར་འབུམ་བརྒྱད་ཀྱི་རོགས་དངུལ་གནང་གི་ཡོད་པའི་ཁར། ཐའེ་ཝན་དང་མངའ་ཁུལ་གྱི་ནང་ལ་མཐུན་སྦྱོར་རྒྱལ་ཁབ་གཞན་ཚོར་ལ་ཨ་མི་རི་ཀའི་དྲག་ཆས་འགོ་འཛོན་གྱི་རོགས་རམ་ཇེ་ཆེར་གཏོང་རྒྱུར་དམིགས་པའི་ཨ་སྒོར་ཐེར་འབུམ་གཅིག་དང་གྲངས་ཆུང་གི་རོགས་རམ་འཕར་སྣོན་ཞིག་ཀྱང་གནང་གི་ཡོད་པ་རེད། གནས་ཚུལ་དེ་ཕབ་སྒྱུར་དང་སྙན་སྒྲོན་ཞུ་རྒྱུ་ནོར་བུ་བསམ་འཕེལ་ཡིན།